འོན་ཏེ། ང་ཚོ་ཆོས་པ་ཅིག་གིས་བྱང་ཆུབ་ལམ་གྱི་རིམ་པ་སྐལ་བ་དང་ལྡན་པ་སངས་རྒྱས་ཀྱི་སར་འགྲོ་བར་བྱེད་པའི་གནས་པའི་སྐྱེ་བོ་མཆོག་གི་ཆོས་ལུགས་ཉམས་ལེན་བྱེད་མཁན་འདི་གིས་ད་གདོད་དོན་གསོལ་བ་བཏབ་ཡག་དེ་ད་དོན་དག་འདི་ཡིན་པ་རེད། དེ་ནས་དམིགས་པ་གསལ་བར་བྱས་ནས་མེ་འབྲས་ཕུལ་ཏེ་བཤེས་གཉེན་ལ་མ་གུས་པ་ནས་བདག་གཉིས་སུ་མཚན་མར་འཛིན་པའི་བར་གྱིས་ཕྱིན་ཅི་ལོག་གི་བློ་སྣ་ཚོགས་དང་མྱུར་དུ་འགགས་པ་དང། བཤེས་གཉེན་ལ་གུས་པ་ནས་བདག་མེད་པའི་དེ་ཁོ་ན་ཉིད་རྟོགས་པའི་བར་གྱིས་ཕྱིན་ཅི་མ་ལོག་པའི་བློ་སྣ་ཐམས་ཅད་བདེ་བླག་ཏུ་སྐྱེ་བ་དང། རྐྱེན་ཕྱི་ནང་གི་བར་གཅོད་ཐམས་ཅད་ཉེ་བར་བྱེད་པར་བྱིན་གྱིས་བརླབ་ཏུ་གསོལ། ཞེས་ལན་མང་དུ་འདུན་པ་དྲག་པོས་གསོལ་བ་གདབ་པར་བྱའོ། དང། ཅིག་དེ་མྱུར་དུ་དེ་དག་སྐབས་ནས་བསྲུངས་པ་ཡིན་ན། སྔགས་དང་སྦྲེལ་ནས་བསྲུང་བ་ཡིན། བཤེས་གཉེན་ལ་མ་གུས་པ་ནས་བཟུང་སྟེ། དབེན་ནས་གཉིས་སྣང་འཁྲུལ་པའི་དྲི་མའི་བར་གྱི་ཕྱིན་ཅི་ལོག་བླང་དོར་དག་དགག་པ་དང། བཤེས་གཉེན་ལ་གུས་པ་ནས་བཟུང་སྟེ། དབེན་ནས་ཡི་གེ་ཟུང་འཇུག་པའི་མཐར་ཐུག་གི་བར། འདི་ལྟར་ལམ་གྱི་རྟོགས་པ་སྐྱེ་བ་ཕྱིན། ལམ་གྱི་རྟོགས་པ་ཕྱིན་ཅི་མ་ལོག་པའི་སྐྱེ་བ་སྟེ་ལྷག་ཏུ་སྐྱེ་བ་དང་རྐྱེན་ཕྱི་ནང་གི་བར་ཆོད་ཐམས་ཅད་ཉེ་བར་ཞི་བ་ཉིད་ལ་དུ་གསོལ་གསུང་ཡང་འདྲ་བོ་དེ་འདྲ་ཡིན་པ་རེད། དེ་ལ་སོགས་གྲགས་དུ་བཏབ། ཨན་དང་ནམ་རྒྱུན་ནི་ཕྱག་ལེན་ལ་ཡ། སོ་འདོད་ལམ་མཆོག་གོ་འབྱེད་དེའི་ཐོག་ནས་ནི་སོ་འདོད་བྱེད་ཡ། ཨན་ནམ་རྒྱུན་ཕྱག་ལེན་ལ་ཡ། སོ་འདོད་པའི་ཚིག་རེ་རེ། སྟོན་པའི་ཁུ་ཐུག་དེ་གསོལ་བ་གདབ་ཡ། དེའི་བཞུགས་དེ་སོ་འདོད་པའི་ཚིག་བསྐྱར་མ་གཅིག་ལབ་ནི། བདུད་རྩི་འབེབས་སྦྱང་དང་དྲིལ་བསྒྲགས་ནི། དེ་དང་དེའི་བླ་མ་དེ་རང་བླ་མ་དང་མཐུན་པའི་མོས་པ་བྱེད་ཡ། དེ་འདྲ་ཡིན་པ་རེད། ཐ་མ།

ལྷ་ཚོགས་དང་ལྷ་ཡི་རྣལ་འབྱོར་བསྒྲུབ་ཡག་ལྟ་དེ་རིགས་ཡིན་པ་ནང་བཞིན་ཨ་མདའ་འདིར་ཡང་འཛམ་གླིང་གི་འབྱོར་བཅུ་དེ་རིགས་སྔོན་ལ་བཏང་ཚར་རེད་རྗེས་ལ་ཨེ་ནས་མིང་རྣམས་དཔྱད་འཇོག་ཟུང་འབྲེལ་གྱི་ཐོག་ནས་མིང་རྣམས་རྐྱང་ཡག་དེ་ཡིན་པ་རེད། ད་འདི་མ་དེ་གསུངས་འདུག་བ་དངོས་གཞི་ལ་ཇི་ལྟར་རྐྱང་བ་ལ་གཉིས། དམིགས་པ་རྐྱང་སྟངས། དམིགས་པ་རྐྱང་སྟངས་ག་འདྲས་རེད་ལབ་ན། སྤྱི་ཡི་སྐྱོང་ཚུལ་དང་སྐབས་འདིའི་སྐྱོང་ཚུལ་ལོ། ད་དང་པོ་སྤྱི་ཡི་སྐྱོང་ཚུལ་ནི། སྒོམ་ཞེས་གྲགས་པ་སེམས་དགེ་བའི་དམིགས་པ་ལ་ཡང་དང་ཡང་དུ་བསྟོད་པའི་དམིགས་རྣམ་སྐྱོང་བ་འདི་ནི། སྒོམ་ཟེར་བ་དེ་ག་རེ་ལབ་ན། བསགས་པ་དང་བསྐང་བ་སྒོམ་མ་སྒོམ་ཟེར་དུས་ད་མིང་འགྱངས་ཕྱིན་པ་འདྲ། ད་སྒོམ་ཟེར་བ་ཚིག་དེ་ཨེ་ནི་བྱ་ཚིག་ཨེ་ནི་སྒོམ་བྱ་ཟེར་ལབ་ན། ག་སོགས་རི་བོ་གའི་གཞན་ཟེར་བ་ལས་གཞན་གང་འགྲོ་དེ་ཡང་སྒོམ་པར་བྱ་བ། ག་སོགས་རི་བོ་གའི་སྒོམ་ཡག་གི་ཡུལ་དེ་བྱས།

གོམས་འདྲིས་ཡོང་སྟེ་གོམས་པ་སར་བྱ་སྟེ་བ་ཡིན་ནའི་ད་གོམས་ཟེར་ན་དོན་དག་གཅིག་པ་ཡིན་པ་རེད་གོམས་ཟེར་དུས་འདས་ཚིགས་སུ་བཤད་ཨ་ད་གོམས་ཟེར་དུས་ད་ག་འདྲ་ཅིག་གོམས་འདྲིས་ཡང་ཡང་བསམ་ཞིང་འདྲིས་པར་བྱས་པས་ཨ་ནི་དེ་ལ་གོམས་སོང་ཨ་ད་གོམས་འདྲིས་བསྟན་ཡང་དེ་ལ་གོམས་པར་བྱེད་པ་འདུག་ཏུ་བ། སྒོམ་ཞེས་གྲགས་པ་ནི་ད་ང་ད་སྐབས་འདིར་ད་ང་ཚོ་གོམས་ཟེར་ཡ་དེ་བཟང་སྒོམ་ཡོད་རེད་ངན་སྒོམ་ཡོད་རེད། ད་ང་ད་དེ་ཆོས་ཉམས་ལེན་བྱེད་མཁན་གཅིག་གིས་བཟང་སྒོམ་བྱེད་རྒྱུ་རེད། སྒོམ་བཟང་པོ་བཟང་པོ་གཅིག་ལ་གོམས་འདྲིས་བྱེད་རྒྱུ་ཡིན་པ་རེད། ག་འདྲ་རེད་ལབ་ན། སེམས་དགེ་བའི་དམིགས་པ་ལ་ཡང་དང་ཡང་དུ་བསྟོད་པའི་དམིགས་རྣམ་སྐྱོང་བ། དེ་སྒོམ་བྱེད་པ་ཟེར། ལྟར་དེའི་དགོས་པ་དེ་ག་རེ་ཞེས་ལབ་ན། སྒོམ་དེའི་དགོས་ཡག་གི་རྒྱུ་མཚན་ག་རེ་ཞེས་ལབ་ན། ཐོག་མ་མེད་པ་ནས་རང་སེམས་ཀྱི་དབང་དུ་གྱུར་ཅིང། སེམས་རང་གི་དབང་དུ་མ་གྱུར་ལ། དང་ཐོག་མ་མེད་པ་ནས་སུ་འདི་ཙམ་ནི་ཚེ་འདི་གཅིག་པ་མ་ཡིན་པ། ར་ཚེ་འདི་མངལ་དུ་ཉིང་མཚམས་འཇགས་མ་ཐག་པའི་གནས་སྐབས་ལ་ཡང་ཉིང་མཚམས་འཇོག་མཁན་གྱི་རྣམ་ཤེས་ཅིག་ད་ཡོད་པ།

དེའི་དེ་ཤེས་པ་སོ་སོ་སོ་བྱེད་ལས་སོ་སོ་སོ་བྱེད་ནི། རྟེན་སོ་སོ་སོ་བྱེད་བྱེད་ལས་མི་འདྲ་མི་འདྲ་ཡོད་དེ་བ་ཅིག་འདུག་ག། ད་དེ་ཐམས་ཅད་ཀྱི་ཡུལ་རིག་ཡ་ཆེ། གཟུགས། གཟུགས་སྣང་བའི་སྒོ་ནས་གཟུགས་རིག་པར་བྱེད། སྒྲ། ཐོས་པའི་སྒོ་ནས། རིག་པར་བྱེད། དེ་འདྲ་གཅིག་གིས། རིག་མཁན་ཞིག་འདུག་ག། ད་དེའི་དེ་རིག་པར་བྱེད་མཁན་དེ། ད་དེ།

ཡང་ཡིག་འབྲུ་རྟོག་པ། སྒོ་ངའི་ཤེས་པ་དེ་དག་ལ་འདྲེས་ནས་ཡོང་ལྡན་གྱི་ཡིག་འབྲུ་གཅིག། ཡང་སྒོ་ངའི་ཤེས་པ་དང་མ་འདྲེས་པར་ཁོ་ར་ཁོ་ར་རྐྱང་རྐྱང་རུ་བྱས་ནས་ཡོང་ལྡན་གྱི་ཡིག་འབྲུ་གཅིག། དེ་ལ་ཡང་སད་དུས་ཀྱི་གནས་སྐབས་ཀྱི་ཤེས་པ། རྨི་ལམ་གྱི་གནས་སྐབས་ཀྱི་ཤེས་པ། གཉིད་འཐུག་གི་གནས་སྐབས་ཀྱི་ཤེས་པ། བརྒྱལ་བའི་གནས་སྐབས་ཀྱི་ཤེས་པ། མང་པོ་ཡོང་ས་རུ་བ། ཚ་འདིའི་འདི། གཞི་ཚ་བོ་ཆེ་ནས་བསམ་བློ་བཏང་པ་ཡིན་ན་རྙོག་དྲ་ཚ་བོ་ཤ་རེ་བཞག།